ཀ་རོ་ནི་ཀ་རོ་ཁ་སྟག་འགོ་རོ། བྱས་ཙང་ད་དེ་འདྲ་ཡིན་དུས་ག་ལ་ཨ་ནི་འདི་ག་སོང་ང་ཚོ་བཅུ་དྲུག་ནང་ལོ་ལེགས་མང་པོ་ཞིག་གིས་བཀྲ་པས་ཁ་ཤས་ཀྱིས་ཡག་པོ་ཞིབ་པོ་བྱེད་རེས་ཁ་ཤས་ཀྱིས་མ་རེས་ཟིན་ད་སྐད་ཆ་དུ་མ་སོང་མང་པོ་ཞིག་ཡོང་དོ། དེ་རེད་ཤ་སྟག་དེ་བཀྲ་ཤིས་ན་སོན་དེ་ག་རང་རེད་ང་ཚོ་གར་ས། ད་ཟམ་གདོང་རུམ་བྱེད་མཁས་པ་ཡིན་གྱི་རེད་འཇོན་པོ་ཡོད་ཀྱི་རེད་མི་རྒྱ་བོ་རུམ་བྱེད་ག་དང་གོ་ཆོད་ཡིན་གྱི་རེད་ཡག་པོ་རེད་ང་ཚོ་བཅས་ཚུལ་ཡི་རང་ཞུ་ཡ་མ་འདུག་གེ་གེ་མེད་ལ་སོ། ཨ་ནི་ང་ཚོའི་ཐོག་ལ་ཡས་སྟག་ཁོ་རང་གིས་བྱེད། ག་ངའི་གང་ཐུག་འདྲ་བོ་ཞིག་གནང་བ་རེད་དེ་འདི་ང་ཚོ་སེམས་ཚེགས་ག་གེ་ང་ཡིན་ན་སེམས་ཚེགས་ག་གེ་མི་འདུག་ང་ཚོ་ག་རེ་རེད་རྒྱལ་བ་རིན་པོ་ཆེ་ལ་ཁ་ཉན་མ་ཐུབ་ནས་ང་ཚོ་ད་ལས་ཀ་དེ་ལས་ཀ་ཅིག་མཚམས་དེ་སླེ་དེ་ཡོད་རེད་བ་ད་ཟམ་གདོང་བཟོ་རེད་ད་ང་ཚོ་ག་རེ་བརྩི་གི་རེད་ད་ག་གེ་བརྩི་གི་མ་རེད་བ། སུ་གཅིག་གི་དངོས་གནས་དྲང་ནས་ཟམ་གདོང་བཟོ་རེད་ཅིག་ལ་ག་རེ་བརྩི་གི་རེད་ད་ང་ཚོ་བརྩི་གི་མ་རེད་བ་བྱས་ཙང་འདི་ཡིན་དུས་གང་ལ་ཀོ་ཅིག་ཞེ་པོ་ཅིག་རེད་བསམ་ནས་ཁ་བརྡས་འདྲ་བོ་ཅིག་ཞེ་པོ་ཅིག་ཡིན་བསམ་ནས་ང་ནི་བསམ་བློ་རྩ་ནས་འཁོར་མི་འདུག།
ཅིག་རྫ་རི་ཁོག་མི་འདུག། ནས། དེ་ཙང་དེ་འདྲ་ཡིན་དུས་གང་ལ་ད་ང་ཚོ་རྒྱ་བ་རོམ་ཆེ་གི་གསུངས་པ་དེ་ཉན་མ་ཐུབ་ན་རྒྱ་བ་རོམ་ཆེ་གི་གསུངས་པ་དེ་དྲང་པོ་ཅིག་གནང་གི་མི་འདུག་བསམ་བསམ་པ་ཙམ་དུ་མ་ཟད་པའི་གནང་གི་མི་འདུག་ཟེར་ང་ཚོའི་གདོང་ལ་དངོས་སུ་ཐོན་ནས་བྱས་ཚར་དུས་གང་ལ་ད་གཞན་པ་འགས་ད་ག་ཚད་ཤེས་ངེས་ཡོད་ན་ད་ལྟའི་རྒྱུགས་ཁྱི་རང་ལ་བརྩེ་ཡ་རེད་མ་གཏོགས་ཅི་གི་ཀོ་ག་འགས་ཅིག་ང་ཚོ་ཆ་འཇོག་བྱས་ནས་ཞེ་བ་བྱས་དེ་བྱེད་དགོས་དེ་ལས་ང་ཡིན་ན་དེ་རྩ་མཐོང་མི་འདུག་ང་ལྷག་པར་དུ་ཟམ་གདོང་འདྲ་ཅིག་ཡིན་ན། རྒྱུ་མཚན་མང་པོའི་ཆ་ནས་ཡིན་ན་ཡང་དེ་རེད། སྐྱེས་བརྒྱུད་ཁྲི་བྱང་རིན་པོ་ཆེ་གི་སློབ་མ་ཞེ་བོ་ཅན་ཡིན་ཟེར་བ་རེད། ཆོས་སྐྱོང་གི་སྲོག་གཏད་བཅད་ནས་དེ་ནས་རྔན་པ་འབྲས་སྤུངས་ལ་ཡིན་ན་དེ་ནས་ཟམ་གདོང་ལ་རང་གི་ཟླ་གང་ཟེར་དུས་གང་ལ་སྐད་གྲགས་ཡོད་ཟེར། ཟམ་གདོང་ལ་རང་གི་ཟླ་གང་བཏང་འོང་དུས་གང་ལ་ཉི་མ་ག་ཚོད་ཟ་ང་དྲུག་བྱས་དུས། གྲ་སྒྲིག་ཁོ་རང་བྱས་ནས།

ད་དེ་འདྲ་བྱེད་ངེས་ཅིག་རེད། བྱས་ཙང་དེ་ཡི་འདོད་གང་ལ། ད་ཁོ་རང་ག་རེ་བྱེད་པ་དེ་ཁོ་རང་སོ་སོ་འདོག་བསྟན་འཇུག་ན་ཡག་ཤོས་དེ་རེད། དེ་ཁོ་རང་འདོག་བསྟན་འཇུག་ན་མ་གཏོགས་ཇི་དགའི་ང་ཚོ་གོང་རྒྱབ་དགོས་ཡ་དེ་གོང་རྒྱབ་དགོས་ཡ་གི་གོང་ཆེན་པོ་འདི་འདྲ་ག་གེ་མ་རེད། རེད་བ། ངའི་བསམ་པ་དང་གོང་ཆེན་པོ་འདི་འདྲ་ག་གེ་མ་རེད་ད་ཏར་ལ་དམག་དེ་བྱེད་ཚོད་དེ་ཟམ་གདོང་སོ་ན་ད་ང་ཚོ་སུ་བརྩི་གི་མ་རུང་བ། དེ་བརྩི་གི་དོག་མི་འདུག་ཨ་ནི་ང་ཚོ་མཇུག་མ་ཧ་གོ་རེད། རེད་བ། མཇུག་མ་དེ་ཚོ་གཅིག་གི་ལབ་དུས་ག་ལ་ཨ་ནི་ཟམ་གདོང་ནུས་པ་ག་རེ་འདུག་དེ་དུས་ཧ་གོ་རེད། དེ་ཚོ་འདི་ཡིན་འདུག་ག་ལ། ད་ངས་དེ་འདྲས་ཅིག་བསམ་གི་འདུག། ལགས་སོ་བཀའ་དྲིན་ཆེ། ད། ཨ་ནི། རྒྱ་མཚོས་ནི་མ་གསུངས་ད་ང་རང་ཚོ་གི་བུ་དཀའ་ལས་རྒྱབ་པོ་དེ་གས་དེ། རོགས་ཚོ་ཅིག་ད་གིན་གསུངས་སོ་རེད་པ། དེ་ནས་ཨ་ནི་ཞུ་དཀའ་ལས་རྒྱལ་མཁན་གི་མི་ནུ་དེ་དག་ལ་ཡ་ཨ་ནི་ག་འདྲི་ག་འདྲི་བྱས་ཤེས་མེད་དེ་ད་རོགས་ཚོ་ཅིག་གསུངས་སོ་རེད་པ། ད་དེ་འདྲའི་གི་བདུད་པོ་སྟོན་པའི་རྗེས་འཛིན་ཅིག་གིས་ད། རེད་པ་ང་ཚོ་དེ་ཁྱིས་མ་ཐོ་བ་ཡིན་ཙང། ཁྱིས་མ་ཐོ་ནས་ད་ང་ཚོ་ཡ།

རེད་པ། ལ་རེད། ལས་འགུལ་དུ་མ་གསུམ་ནས་ཀྱི་ང་ཚོ་གི། ག་འདྲི་ག་རེ་ཅིག་སྤི་ཡོད་རེད་པ། ལ་རེད་ལ་རེད།
འོ་དེ་ཡི་སྐོར་ར་ཨ་ནེ་རྒན་གྱི་ད་ཅི་གང་གང་དུ་ཐུག་མ་ར་ཡིན་ན་ལ་རེད། ཡུལ་དུ་ཅི། ལ་རེད། ཟེར་བ་དེ་ཅི་སོང་རུ་ཟེར་བ་ལ་སོ་ལ་སོ་ལ་སོ།
འོ་ད་དེ་ད་ག་རང་རེད། མི་ད་མ་ཤེས་བཀྲ་ཤིས་ལགས་ཀྱི་དྲི་བ་དེ་འབྲེལ་ཆགས་པོ་འདུག། ག་རེ་ཟེར་ན་དང་པོ་དེ་ལ་ཡ་ཨ་ནེ། ང་ཚོའི་མེ་ཏོག་གོང་མ་བླ་རབས་གོང་མ་ད་གང་ལྟར་ང་ཚོ་གི་བོད་ཆོས་སྐྱོང་ལྟེ་གནས་ཀྱི་གོང་མ་དེ་ཚོས་ཀྱི་བོད་བསྟན་པ་ཆབ་སྲིད་ཐོག་ལ་འགན་ག་རེ་ཁེལ་ཡོད་རེད་ཟེར་དེ་ག་འདྲི་ཅིག་གནང་པ་རེད་དེ་འགན་ཁེལ་ཡོད་པ་དེ་ང་ཚོ་ཤེས་མོད་ད་ས་རི་ཐང་ཟེར་རེད་ད་འོ་ན་ང་འདྲི་བ་ད་དེ་འདྲ་གི་འགན་ཁེལ་གི་ཁེལ་གི་བྱེད་ལ་ཨ་ནི་རྒྱ་བ་རུ་མི་བྱེད་གི་ང་ཚོ་ལ་མ་ཉེས་ག་ཡོད་དེ་ནས་དཔེ་དེ་མཐོང་ཆུང་གཉའ་བཅོས་སྡུག་ཅག་དེ་འདྲ་བྱེད་དགོས་ག་རེ་རེད་ཟེར་ནོ་རེད་འོ་ད་དེ་བྱེད་པ་དེ་ཡ་ཐོང་ཟེར་རེད། དེ་དེ་འདྲ་ཡིན་པ་ཡིན་ཚ་ད་ད་ལྟ་དགུ་བཅུ་གོ་དྲུག་ནས་ཨ་ནི་ང་ཚོ་ག་རེ་བྱས་ཡོད་རེད་ང་ཚོ་བྱས་པ་དེ་དག་ག་འདྲ་ཅིག་ཆགས་ཡོད་རེད་ཟེར་ན་ད་ག་འདྲི་དེ་ན་དེ་གང་ག་ང་ཚོ་བྲེལ་བ་ཅིག་ཆགས་གི་འདུག་དཔེ་མི་ཚེ་དེ་ཡག་པོ་ཞིག་འདུག་དེ་རེད། དེ་ལ་ད་ངས་ག་རེ་བྱས་ཟེར་ན་དགུ་བཅུ་གོ་དྲུག་ནས་བཟུང་བར་བྱས་ཀི་ད་ང་ཚོ་ག་རེ་རེད་ཟེར་དུས་གང་ལ་དངོས་བཟོ་དེ་ནི་ད་བླ་མའི་ཁ་བརྡའི་ལ་ལང་དགོས་བྱུང་བ་རེད། ད་དེ་ད་དེ་ང་ཚོ་དེ་ག་ཚོད་འདྲ་ཆགས་པ་བཤད་མ་བཤད་སྐད་ཆ་གལ་མ་རེད་ད་བོད་ཀྱི་རྒྱལ་རབས་ཆགས་ཚར་བ་རེད། དགུ་དགུ་དྲུག་ནས་གསུམ་པ་གཅིག་གི་ད་ང་ཚོ་དེ་གནས་ཚུལ་ཆགས་ཡས་དེ་ནི་ད་ང་ཚོ་བོད་རྒྱལ་རབས་རང་ཆགས་དེ་རེད་མ་འོངས་པ། ད་དེ་ད་དེ་ནས་ཡིན་ཚ་ད། རྣམ་རྒྱལ་གྲྭ་ཚང་གི་ནི་ཤེས་ཡོན་ལྷན་ཚོགས་དང་ནི། ཁྲོམ་ཐོ་རིན་པོ་ཆེ་གི་སྦྱིན་བདག་བཅས་རྣམ་རྒྱལ་གྲྭ་ཚང་ཤེས་ཡོན་ལྷན་ཚོགས་ནི་གལ་ཆེན་པོ་བཅས་ནི་རྒྱ་གོ་རིམ་བཅས་བཀའ་སློབ་ཕྱོགས་བསྒྲིགས་ཡིན་བཅས་ནི་ལྷ་སྲུང་སྐོར་གི་བཀའ་སློབ་ཕྱོགས་དེབ་དེ་ཚོ་བཏོན་ཡས་དེ་ཚོ་ད་ངས་བཏོན་མི་སྲིད་གི་ནོར་འཁྲུལ་ཆེན་པོ་རེད་བསམ། ད་མ་འོངས་པ་སྲིད་ཨ་རྒྱ་གོ་རིམ་བཅས་ཀི་རྣམ་ཐར་ངོ་མ་དེ་དེ་ཆགས་ཡོད་རེད་ད།

ལོ་རྒྱུས་ཀྱི་ནག་ཉེས་དང་རྒྱལ་རབས་ནང་ལོ་ལ་ཡང་ནག་ཐིག་གཏན་འདེད་ཆགས་ཀྱི་རེད་ད་གནམ་བདག་ངོ་མ་དེ་དེ་ཆགས་ཡོང་གི་རེད་ཟེར་ཡང་གཅིག་ནས་དེ་འདྲ་རེད་ད་གཉིས་ནས་དགུ་བཅུ་གོ་དྲུག་ནས་གསུམ་པ་གཅིག་གི་དེ་ནས་དངོས་གནས་དྲང་གནས་འགས་ཅིག་ཕ་གི་བའི་རྒྱ་བོར་རམ་ཅིག་ཁོ་རང་གི་ཐོག་ནས་ང་ཚོ་ལ་གང་ངན་གང་སྡུག་ཅིག་གནང་པ་རེད་འོ་དེ་འདྲ་ཡིན་དུས་གང་ལ་དེ་ལ་བལྟས་ནས་ང་རང་ཚོ་གི་ཞི་བའི་ངོ་རྒོལ་བྱེད་ཀྱི་ཡོད་པ་ཡིན་ན་འདྲ། ཡི་གེ་གི་ཐོག་ནས་ཡང་བོད་ཀྱི་སྙན་ཞུ་ཕུལ་བ་ཡིན་ན་འདྲ་ག་རེ་ཅིག་བྱས་ཡོད་པ་དེ་ངའི་བསམ་པ་ལ་ད་དེ་བྲིས་མི་འདུག་ནོར་ཤ་བསམ་ན་བཅད་དྲན་གི་མི་འདུག་མ་གསུངས། ད་འདི་བྱེད་སྟངས་དེ་ལྟར་བྲིས་མི་འདུག་ཨ་བསམ་བསམ་རོགས་ཅེས་ང་བཅད་མི་འདུག་མ་གསུངས། རྒྱུ་མཚན་དེ་ག་རེ་རེད་ང་ཚོ་མི་ཐོག་ངན་པ་ཚོ་སྡུག་དཀའ་ལས་དེ་འདྲས་བརྒྱབ་ནས་དཀའ་ངལ་དེ་འདྲ་ཞིག་རྒྱག་མཁན་དེ་ལ་ཡང་དྲིན་ཆེན་ལག་པ་དོ་བརྡུང་དེ་འདྲས་ཅིག་བྱེད་དགོས་ཡོད་རེད་པ། ད་དེ་བྱེད་མཁན་གྱི་དེ་འདྲས་ཀྱི་ས་ཆ་ཅིག་གི་སྒང་ལ་བསྡད་ནས་བསམ་བློ་བཏང་ཡོང་དུས་གང་ལ་ད་དེ་འདྲ་བྱུང་ནས་སེམས་ལ་ན་ཟུག་བཏང་ཡ་དེ། ཚད་ལ་བརྒལ་བ་ཅིག་རང་འདྲ་ཤག། རྗེས་སུ་འདི་འདྲས་ཡིན་དུས་གང་ལགས་ང་ཚོས་དེ་བྱས་པ་དེ་ནོར་ཤག་བསམ་བསམ་དྲན་གི་མི་འདུག། མཉེན་ཆས་ཀྱི་དེ་ནི་རང་སོ་སོ་ཡིན་ན་འདི་ལས་ཀྱི་ལས་ཀ་ནང་ལོག་ལས་འགན་གྱི་ནང་ལོག་ལ་ད་ཅིག་ལོ་མང་པོ་ཅིག་བྱས་ནས་དེ་བསུ་བསྡད་པ་ཡིན་དངོས་གནས་བབ་ལན་བརྟན་གསུམ་གྱི་ཐོག་ནས་ཁོ་རང་བྱས་ཤག་བབ་བྱས་ཧ་རི་ཧུ་རི་བྱས་ཤག་བ་དེ་འདྲས་ཀྱི། མ་འོངས་པ་ལ་ཡང་དེ་ནས་ཤུགས་ལྡན་ཚོགས་པ་གི་ནག་ཐིག་ཆགས་དགོས་ཡ་གི་ལས་འགན་དེ་བྱས་ཡོད་བསམ་བསམ་རུང་ག་གལ་ཅིག་མི་འདུག་ང་ཚོ་བ་མིན་བསྟན་སྲུང་གི་བྱས་ཡོད། ད་དེ་ནས་ཉིས་སྟོང་བརྒྱད་ནས་ད་དཔེ་དེ་རྫ་རག་ཆེན་པོ་ཞིག་བཏང་ནས་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་གི་མེད་ཟེར་ད་ང་ཚོ་ལ་དངོས་གནས་ཚད་ལས་བརྒལ་བ་རང་རེད་ད། དེ་དེ་འདྲས་ཅིག་བྱས་བོ་རེད་དེ་ཡིན་ན་ཡང་ང་ཚོས་གི་དངོས་གནས་ག་རེ་བྱས་ཡོད་རེད་ཟེར་དུས་གང་ལྟར་དེ་ལ་ལ་མ་སྐྱག་རྫུན་མ་བཤད་ཟེར་ནས་ད་འཛམ་བུ་གླིང་ལ་སྐད་དེ་འདྲས་ཤིག་བརྒྱབ་བྱས་ན་ད་ང་ཚོ་ད་ལྟ་བར་དུ་འགྲོ་དེ། བྱས་ཙང་དེ་འདྲས་བྱས་ཏེ་ང་ཚོས་ད་ལྟ་ང་ཚོ་བྱས་ཏེ་ནོར་མེད་ཟེར་དགོས་དེ་ག་རེད་ཟེར་ན། ད་ང་ཚོ་ད་ལྟ་ཚབས་ཆེ་ཤོས་འགྲོ་དེ་ག་རེ་རེད་ཟེར་ན། ཏཱ་ལའི་བླ་མ་ཨ་ནེ་སྐྱག་རྫུན་མ་བཤད་ཅེས་ནས་དེ་བཤད། དེ་ལྟ་ཁྱེད་རང་ཚོ་ནོར་བ་རེད་ཟེར་ན། དེ་ག་རེ་ནོར་མེད་ཟེར་ནས་ང་དེ་བཤད་འདོད་ཡོད། སྐྱག་རྫུན་ཏན་ཏན་བཤད་གི་འདུག་བྱས་ཙང་ད་བཤད་པའི་ར་སྤྲོད་མང་པོ་བྱས་ཡོད་བྱས་དགོས་ན་རེད་བ་ད་བྱེད་ཀྱི་འདུག་དེ་ང་ཚོ་ནོར་མེད།

རྫུན་མ་བཤད་པ་དེ་གསལ་པོ་ཞེ་དྲག་རེད་གང་ས་གཅིག་ནས་ད་ཆོས་ཀྱི་ཆ་ནས་རྫུན་མ་བཤད་གི་འདུག་ཆབ་སྲིད་ཀྱི་ཆ་ནས་རྫུན་མ་བཤད་གི་འདུག་ལོ་རྒྱུས་ཆ་ནས་རྫུན་མ་བཤད་གི་འདུག་བདེན་པ་གང་ག་ཁྱོག་ཁྱོག་བཟོ་གི་འདུག་ལོ་རྒྱུས་གང་ག་ལོ་ཀྱོག་ཀྱོག་བཟོ་གི་འདུག་ཅི་འདི་འདྲ་ཡིན་དུས་རྫུན་མ་མ་གསུང་གི་འདུག་དཔེ་མཚོན་འདྲ་བྱེད་ན་དེའི་ཆ་ནས་ང་ཚོ་ནོར་མེད། ད་ཡང་ཚབས་ཆེ་བ་ཅིག་ལ་ག་རེ་རེད་ཟེར་དུས་ཁག་ལ་ཁྱེད་ཚོ་ག་རེ་ཟ། ཏཱ་ལའི་བླ་མ་རྫུན་མ་ཨ་ནེ་ཁྱེད་ཚོ་དེ་ཟེར་གི་འདུག་དེ་འདྲ་ཡིན་དུས་ཁྱེད་ཚོ་ཏཱ་ལའི་བླ་མ་རྫུན་མ་ཟེར་ཏེ་ཁྱེད་ཚོ་ནོར་རེད་ཟེར་ན། དེ་ཡང་ངས་བསམ་པ་ལ་ནོར་མེད། ནོར་ཡོད་མ་རེད། དེའི་འབོད་སྒྲ་དེ་ང་ཚོ་ཕྱིར་འཐེན་བྱེད་དགོས་ཡག་གི་སྐད་ཅིག་མི་འདུག་བསམ། རྫུན་མ་ཡིན་པའི་ཁུངས་སྐྱེལ་དགོས་ཡག་གི་རྒྱུ་ཉིན་མ་དེ་ལ་ང་ཚོ་ཁུངས་སྐྱེལ་ཆོག་ཆོག་ཡོད་རེད། ཡིན་ན། ཁུངས་ང་ཚོ་ངེད་ལ་སྐྱེལ་དགོས་མ་རེད་ཁུངས་ངེད་ལ་སུས་སྐྱེལ་དགོས་རེད་ཟེར་ན་དེར་བླ་མ་གིས་ང་ཚོའི་ལྷ་དེ་དུག་འདྲེ་རེད་བླ་མ་དེ་ལམ་ལོག་པ་དེང་དེ་ཁུངས་དེ་ངེད་ལ་སྐྱེལ་དགོས་རེད་འཛམ་བུ་གླིང་སྡིངས་ཆའི་སྒང་ལ། ག་རེ་རེད་ཟེར་ན། མི་གཉིས་རྒྱག་རེས་ཤོར་བ་ཡིན་ན། གཅིག་གིས་ཁྱོད་རྐུན་མ་བྱས་ནས་ལབ་པ་ཡིན་ན་རྐུན་མ་ལྔའི་ལག་ངན་དེ་གིས་ཁུངས་སྐྱེལ་བར་མ་གཏོགས་ཅིག་རྒྱུགས་མ་དེ་རྐུན་མ་ལག་ངན་དེ་གིས་ཁོ་ཁུངས་ངན་གར་ཕྱིན་སྐྱེལ་བར། ཨ། དེ་ནི་རྗེས་མ་དེ་གིས་ཁྱོད་ང་རྐུན་མར་ཁུངས་སྐྱེལ་ཞུ་ན་ཁྱོད་ང་ངན་ལ་རྐུན་མ་ལ་སོགས་ཁྱོད་ཁུངས་ངན་ལ་སྐྱེལ་ཞུ་ཟེར་བར་བ། ལགས་སོ་ཨ་ལས་དང་པོ།
ཨོ། དེ་ཡིན་དུས་གང་ལ་རྒྱ་བ་རུམ་བྱེད་ང་ཚོའི་བླ་མ་གངྒཱ་ལོ་ལ་སྐྱོན་བརྗོད་བྱེད་པ་ལྷ་ལ་དམའ་འབེབས་བྱེད་པ་དེ་གང་ག་ཁུངས་ངན་ལ་སྐྱེལ་བ་ཞིག་རེད། དེ་ཁུངས་སྐྱེལ་བའི་ཉེན་ཁ་དེ་ལྟར་བླ་མ་རྫུན་མ་ཡིན་པའི་ཁུངས་དེ་ང་ཚོ་སྐྱེལ་གི་རེད་ཏག་ཏག་སྐྱེལ་གི་རེད། དེ་ཡིན་དུས་གང་ལ་དེ་ཡིན་དུས་གང་ལ་དེ་འབོད་སྒྲ་དེ་ངས་ནོར་བྱ་བསམ་གྱི་མི་འདུག་ག་རེ་ཟེར་དུས་ད་བླ་མ་གི་ང་ཚོ་རི་ཚོ་ལྷ་རྫུན་མ་བླ་མ་རྫུན་མ་ད་མི་རྫུན་མ་ད་ཆབ་སྲིད་རྫུན་མ་སེམས་ཤུགས་རྫུན་མ་ང་ཚོ་གང་ག་ང་ཚོ་གང་ག་རྫུན་མ་བཟོས་སོང་ཨ། དེ་ཡིན་དུས་གང་ལ་རྫུན་མ་དེ་གས་གང་ག་ལོ་ད་བླ་མ་མངལ་ལ་ཁུངས་སྐྱེལ་རོགས་གནང་དགོས་རེད་བ་ད་དེ་དྲང་པོ་རེད་བ་དྲང་པོ་བྱེད་དགོས་རེད་བ་ད་ང་ཚོ་ཧམ་པ་བཤད་རེ་སྐད་ཆ་མ་རེད་དེ་ཡིན་དུས་གང་ལ་འཛམ་བུ་ལི་མི་སུས་ནས་བལྟས་བལྟས་ཡོད་རེད་བ་ད་ཐུབ་ཚོད་སུས་ངན་ལ་བཏང་སོང། དེ་ཡིན་དུས་གང་ལ་ཁུངས་གང་ག་ཁོ་ན་ཚོ་མངལ་ལ་སྐྱེས་པར། དེ་མཇུག་ལ་ང་ཚོས་གར་ཁུངས་སྐྱེ་བ་དང་དེ་ང་ཚོ་ཁུངས་སྐྱེལ་མེད་པའི་ཉེན་ཁ་དེ་ལ་ཁོ་ཚོ་སྐད་ཆ་དེ་ང་ཚོ་རྫུན་མ་ཡིན་པ་དེ་དུས་ཆ་བཞག་ཆོག་རེད། དེ་བར་དུ། རྒྱལ་ཁབ་ག་རེ་ཡིན་ན་ཁྲིམས་ཀྱི་ནང་ལ་ཡིན་ན་དེ་ག་རེ་བ། ཁྲིམས་ཁ་ནས་བཀའ་བཏང་ནས་འོ་ད་ཁོ་ནག་ཉེས་རྐུ་མ་རེད་ཤག་ཟེར་ནས་བཀའ་བཏང་པའི་ཉེན་ཁ་དེ་ནས་ནག་ཉེས་བརྩི་གི་རེད་མ་གཏོགས་ཅིག་བཀའ་མ་བཏང་ཟླ་བ་ལྔ་དྲུག་རིང་ག་ལ་ཡ་ཚེ་དྲི་བ་དྲིས་ལན་ག་ཚེ་བྱས་དེ་ཚེ་བར་ལ་ལ་ནག་ཉེས་བརྩི་ཆོག་མི་འདུག་བ་ཁྲིམས་ཀྱི་འགྲོ་སྟངས་རེད་འདུག།
འདི་རང་རེད་བ། དེ་ཡིན་དུས་ཁ་ལ་ད་རྒྱ་བ་རོམ་པ་ཆིག་གི་ཁུངས་ག་འགའ་སྐྱེས་འདི་ཉེན་ཁ་དེ་ལ་ང་ཚོ་རྒྱ་བ་རོམ་གྱི་རྫུན་མ་ཡིན་པ་ཁུངས་སྐྱེས་མེད་ན། ད་ཁོ་ཚོ་རྫུན་མ་རེད་ད་ཟེར་བ་འོ་ད་རྫོ་ནོར་བ་རེད། རེད་བ། བྱས་ཙང་དེའི་ཉེན་ཁ་དེ་ཁུངས་སྐྱེས་ག་རེ་མ་ཏོག་ཁུངས་ང་ཚོ་ལྔས་ལ་ག་རེ་བྱས་ནས་སྐྱེས་དགོས་རེད་རེད་བ། ད་འོ་དེ་ཁུངས་དེ་ལྔས་ལ་སུས་སྐྱེས་དགོས་རེད་ཟེར་ན་ད་རྐུ་མ་ལྔས་ལ་ལ་ངས་དེ་ཁུངས་སྐྱེས་དགོས་རེད། འཇུག་ལ་རྐུ་མ་ལ་ངན་དེ་གའི་ཁུངས་དེ་འཇུག་ལ་རྒྱས་ཁོ་རེ་མ་ཏོག་ཅིག་གི་དེ་ངན་ལ་རྒྱས་ཁོ་ཡང་ན་ངན་ལ་རྒྱས་དེ་ཐུབ་ཚོད་རེ་འོང་ཡོད་རུང་ཁྲིམས་འགལ་འདྲ་བ་དེ་ཁོ་དེ་རྒྱུ་མཚན་གལ་མི་འདུག་བ། བྱས་ཙང་དེ་འདྲའི་རེད་སྐད་ཆ་རྫབ་ཆེ་བ་ཅིག་གི་ཆ་ལ་བྱས་པ་ཡིན་ན་ཡང་དེ་ཉིད་རེད་ངེས་རང་རེད། ཨོ་ད་དེ་ནས་ཨ་ནི། རེད་བ། དེ་ག་ནང་ཞིག་གི་ང་ཚོ་གི་ད་འབོད་སྒྲ་ག་རེ་གི་ཆ་ནས་ཡིན་ན་ཡང་རེད་བ། འབོད་སྒྲ་གང་འདྲ་ཅིག་གི་ཆ་ལ་ཡིན་ན་ཡང་ང་ཚོ་གི་ད་འགན་འཁྱེར་ཐུབ་པའི་ཅིག་གི་གནས་ཚུལ་ཅིག་རེད་ཤག་བསམ་བསམ་ཅིག་མ་གཏོགས་ཅིག་ད་ངས་དེ་ང་ཚོ་ནོར་ཤག་བསམ་བསམ་བྱེད་མཁན་མི་འདུག་ངས་བྱས་ཙང་རྫུན་མ་རེད་ཤག་ཟེར་དགོས་ཡོད་གི་རྒྱུ་མཚན་དེ་ཡང་ད་ག་ཟེ་རྫུན་མ་རེད་ཟེར་དགོས་ཡ་དེ་ག་རེ་རེད་ཟེར་ན་ཨ་ནི་ངས་ད་ལྟ་ཞུས་པ་ན་ཞིག་རེད་ཚུལ་རྫུན་མ་མང་པོ་ཅིག་བཟོས་པ་ལ་བརྟེན་ནས།

ད་དེ་ནས་ག་རེ་ཟེར་ན་ད་ད་ལྟ་ངས་གོང་དུ་གསུངས་ཟེར་བ་ཨ་ནི་ད་ང་ཚོ་གིས་ད་ལྟ་འབད་སྒྲོག་དང་དེ་ཚོའི་ཐོག་ལ་ཡ་ད་ག་ད་རྒན་གྱིས་གསུངས་པ་ནང་བཞིན་རེད། ད་ད་བར་དུ་ང་ཚོ་གིས་ད་རྒན་ཡོང་མོ་པོ་སོང་ཚར་ཡ་རེད་པ། ད་ནང་བཞིན་གྱི་མཚོ་མོ་ད་ཆོད་སོང་བ་རེད་ག་རེ་ཟེར་ན་ད་རྒྱ་རིན་པོ་ཆེ་ལ་ཡ་ང་ཚོ་གིས་ད་ལྷ་རྫི་མོ་བླ་མའི་རྫི་མོ་ད་མོ་པོ་ད་མཚོ་མོ་ད་ཆོད་ནོར་འཁྱུག་དེ་ཚོ་ཁོང་སྐལ་ཞོག་ཟེར་བ། ཏཱ་ལའི་བླ་མ་ཡིན་ན་འདྲག་འདུག་ཡང་ན་ཁོང་གི་སྐུ་ཚབ་ཡིན་ན་འདྲག་འདུག་ཐག་ཆོད་ཐུབ་ངེས་ཅིག་ང་ཚོ་བདེ་འཇགས་གཅིག་གི་ཐོག་ལ་ནི་མོ་གཅིག་གི་ནང་ལ་ལས་གཙང་མོ་བཟོ་ག་ཞོག་ཟིན་ད་ལན་མོ་པོ་སྐད་ཚར་ལོ། ལ་རེད། ད་ནི་ཁོང་ད་ལྟ་བར་སྐད་ཡོད་མ་རེད་ད། ཡོད་མ་རེད། ཅི་ཞིག་ན་སྐད་མེད་ཡིན་ཅི་ཞིག་ན་ད། ལ་རེད། ག་སོ་སྐད་མ་ག་རེ་ཟེར་བ་ད་ག་འདྲ་སྐད་ཡོད་མ་རེད་ཁྱེད་ཀྱི་རེད་བ་ད་ད་འགྱིང་སོང་ཡོད་ད་ད་འགྱིང་སོང། ད་ད་ནི་པོ་གཅིག་ལ་ག་རེ་ཡོད་སམ་ད། ག་རེ་ཟེར་བ་རེད་ད་ནི་དོང། ག་ས། སྤྱི་བདག། དགུ་ཆུ་གུ་རུ་ནས་བཟུང་སྟེ་ད་རྒྱ་གར་དང་ག་ས་ག་ལ་ཞོལ་གྱི་ཨ་ནི་ངོ་རྒོལ་དེ་འདྲའི་མང་པོ་གནང་བར་བར་བ། ལ་རེད། ཨ་ནི་གདན་ས་ཁག་ཚུགས་བྱས་པའི་ཞལ་འོང་ངོ་རྒོལ་མང་པོ་གནང་བར་བར་བ། ལ་རེད། དེ་ནས་ཡང་ཚ། ཀྱི་ཀ་སོགས་ད། དྲ་རྒྱ་ཞུ་རུ་ཕྱིན་འཛམ་བུ་གླིང་གི་བདེ་འཇགས་ཀྱི་ཐོག་ལ་ད་ནད་ཐོག་རྗེས་ནས་ཆགས་དགོས་བར་བ། ལ་རེད། དེ་ནས་ནད་ཐོག་བཅུག་སོང་ནས་བསྡུ་ཟེར་བ། ལ་རེད། དེ་ནས་བར་ལ་ནད་ཐོག་རྗེས་ད་ཀྱིན་བར་ལ་ཏིས་ཟེར་ཞིང་མཛངས་བཞག་བར་བ། ལ་རེད། དེ་ནས་ཡང་ནད་ཐོག་བཅུག་སོང་ནས་བར་འགོ་ཚུགས་རྗེས་ད་ནད་ཐོག།

ཅུང་སོང་ནས་འགོ་བཙུགས། ཨ་ནི། ད་ཉིས་སྟོང་བཅོ་ལྔ་པ་དང་ཆ་དགུ་འདུག་བ། ན་རེ། ཨོ་དེ་ད་ཉིས་སྟོང་བཅོ་ལྔ་གི་སྤྱི་ཟླ་བརྒྱད་པ་ནས་ཅི་ད་བྱས་ཏེ་ས་ཅི་ད་གནས་སྐབས་རི་ལ་མཛངས་བཞག་ཡ་ས་རུ་ཅི་ད་སྤྱི་ཟླ་བརྒྱད་པ་ནས་བཟུང་སྟེ་གནས་སྐབས་ཅི་བཞག་ཡ་གི་ད་སྐད་ཆ་ར་བ་ཅི་ད་ལས་ཅི་བྱུང་ཚར་ཡིན་ཁ་ལེ་ར་བ། ན་སོ། དེ་ཡིན་པ་སོང་ཙང་ད་ང་རང་སུ་གི་གཙོ་བོ་དེ་ངས་འགན་ལ་བཞོས་ཏེ་ང་རང་སུ་གི།

ད་ངས་ཀྱི་ང་རེ་གི་བསམ་ཚུལ་བྱས་པ་ཡིན་ན་ད། བྱེད་སྟངས་མེད་ཁྱེད་རང་ཚོས་ད་ལིང་གན་གད་དེ་ངས་གཙོ་བོ་ཚུགས་ཀྱི་ག་རེ་ཡིན་ན། གོ་ཐུག་མང་པོ་བྱུང་ཡོད་ཀྱི་རེད། ད་དེ་ང་རེ་སྒེར་གྱི་བསམ་ཚུལ་བྱས་པ་ཡིན་ན་ད་དེ་ལ་ཡག་ཉེས་འདྲ་བོ་ཅི། གཉིས་ཚིག་གཅིག་མཐོང་གི་འདུག། ན་སོ་ན། ད་ཉེས་པའི་ཆ་དེ་ག་རེ་ཡོད་རེད་ཟེར་ན་ད་ཁྱེད་རང་ཚོ་གི་ད་ད་ད། མཚམས་ཨ་ལི་གནས་སྐབས་མཚམས་བཞག་བྱས་དེ་གནང་གི་ཡོད་རེད་དེ།

མཚམས་བཞག་གི་མ་རེད་དེ་ཡིན་ན་ཡང་ད། གཟུ་བོ་གནས་པ་ཚོ་གི་གང་ག་ཧ་གོ་མདོག་ཁ་བོ་རེད་དེ་ཉེ་བའི་ཆ་དེ་ནས། ཁྱེད་རང་ཚོ་གི་གནས་སྐབས་ཀྱི་མཚམས་བཞག་གི་ཡོད་ན་ཡང་ད་རམ་ས་ལ་མཚམས་བཞག་གི་མ་རེད་སྲིད་ཨ་དེ་ངེད་ཀྱི་ཉམས་མྱོང་གི་རིང་གཅིག་བྱས། ད་ཡག་ག་ཅིག་གི་ཕྱོགས་ནས་ཟེར་བོར་བས་བཟང་གི་ཕྱོགས་ནས་བྱས་པ་ཡིན་ན་ཁྱེད་རང་ཚོ་གི་གནས་སྐབས་མཚམས་བཞག་ཡ་དེ་ངས་བལྟས་ན་སྐྱོན་སུ་ཞིག་དང་ཞིག་ད་མཐོང་གི་མི་འདུག། སྐྱོན་མ་མཐོང་བའི་གང་ལ་ཡང་དགེ་མཚན་གཅིག་ཡོད་པའི་སོ་ཞིག་མཐོང་གི་འདུག། དགེ་མཚན་གཅིག་དེ་ག་རེ་དོ་ཟེར་དུས་གང་ལ། ད་ལྟ་ད་ཁོ་ཚོ་གི་ཕལ་ཆེ་བ་གིས་ང་ཚོ་གི་བདེན་པ་ར་སྤྲོད་སྐད་རྒྱལ་ཏེ་གང་གང་ཧ་ལམ་མ་བཟོ་ན་རྒྱ་ནག་གཞུང་གི་ཕོ་བྲེད། རྒྱ་ནག་གཞུང་གི་འགྲོ་སོང་དང་རྒྱ་ནག་གཞུང་གི་ག་རེ་བྱས་ཟིན་ལབ་ན་དེ་བྱས་པ་མ་གཏོགས་སྐད་རྒྱབ་ནས་བཅད་ནས་དཀའ་ལས་རྒྱག་ནས་འགྲོ་ངེས་དེ་གས་དེ་ཨ་ལམ་ལྷ་ཡི་ལྟས་ངན་མེན་པའི་སོར་བྱེད།

རྣམ་དཔྱོད་དེ་བསྟན་ཡོད་པ་དེ་ལྷན་རྒྱས་ཚོགས་ཀྱི་དགོངས་པ་ཆེན་པོ་ཅིག་བཞེས་བཞག་སྟེ། དངོས་གནས་དྲང་གནས་ཀྱི། ད་མི་མང་མང་པོ་ཅིག་གིས་ཨའོ་དངོས་གནས་ཅིག་འདི་ཚོ་ཕལ་རྒྱ་མི་ཞིག་གུང་རྒྱ་ནག་གཞུང་གི་དེ་བ་འགྲོ་སོང་ད་ངས་མེད་འགྲོ་བསམ་ཡས་དེ། བདེན་པ་ར་སྤྲོད་ཡག་པོ་ཅིག་སྤྲད་ཐུབ་ཡས་ཅིག་ཁྱེད་རྣམས་ཚོགས་ཀྱི། དགོངས་པ་བཞེས་བཞག་དེ་དངོས་གནས་དྲང་གནས་རེད། བྱས་ཙང་འདི་བཟང་གི་ཕྱོགས་ནས་ཡིན་ན། མི་མང་མང་པོ་ཅིག། རེ་བ་མི་དམངས་མང་པོ་ཅིག་གིས་ད་རྒྱ་བ་རུམ་ཆེ་དང་ད་ལྟའི་བོད་གཞུང་གི་ཐོག་ནས་ད་བྱེད་མོ་ག་ཡ་ད་ཅིག་ཐུབ་ཚོད་བཏང་ཡ་ད་རྙོག་ར་བསླང་ཡ་ཅིག་བྱེད་སོང་སྟེ་ཡིན་ན་ཡང་ཁོ་ཚོ་པས་དངོས་གནས་རྒྱ་ནག་གཞུང་གི་ཅིག་བྱེད་གི་མེད་འགྲོ་བསམ་ནས་དེ་དོགས་པ་རྣམ་རྟོག་ཡོད་པོ་དེ་སེལ་ཐུབ་ཡ་དང། དེ་གི་ཐོག་ལ་ཚོད་འཛིན་བྱེད་ཐུབ་ཡ་ཅིག་དང། དེ་ཐོག་ལ་དངོས་གནས་དྲང་གནས་བསམ་བློ་ག་རེ་ཡིན་ན་བཏང་ཐུབ་བཏང་ཡ་ཡོད་པོ་ཅིག་གི་ཆ་རྐྱེན་ཅིག་ལྷན་རྒྱས་ཚོགས་བསྐྲུན་མི་རེ་བསམ་དང་དེ་ཡིན་དུས་དེ་བཟང་བའི་ཕྱོགས་ཅིག་བསྟན་པ་ར་འཕྲོད་ཡ་ཅིག་དཔེ་མི་སྲིད་ཅིག་རེད་བསམ་དེ་ག་རེ་ཟེར་ན་ཐག་གཅོད་དེ་སོ་སོ་བྱེད་ཐུབ་བས་ག་དུས་བརྒྱབ་ན་ང་ཚོ་བརྒྱབ་ཐུབ་བས་ཛམ་བཞག་ན་ང་ཚོ་བཞག་ཐུབ་བས་འཇོན་ཐང་དེ་ང་ཚོ་ལ་ཡོད་པ་ཐག་གཅོད་དེ་ང་རང་ཚོ་བྱེད་ཐུབ་ཀྱི་ཡོད་པ་ཅིག་གཏན་འཁེལ་ཡོད་དུས་གང་དེའི་དངོས་གནས་ལྷན་རྒྱས་གཙོས་ཡང་ངས་བཟང་ཕྱོགས་ནས་བལྟས་ན་ཡག་པོ་ཞིག་མཐོང་གི་འདུག་བསམ་གྱི་འདུག་དེ་དོན་ཚན་གསུམ་པ་གཅིག་ལ་ག་རེ་རེད་ཟེར་དུས་གང་ལ་ད་མ་ཤེས་ལྷན་རྒྱས་ཚོའི་དགོངས་པ་རང་ལ་ཡོད་ཀྱི་རེད། ཨ་ནི་ཡང་གལ་སྲིད་ཀྱི་མཚམས་མ་བཞག་པ་ཡིན་ན་ང་ལ་དཔག་པའི་འཆམ་རྒྱབ་བཞིན་པ་དེ་ད་ང་ཚོའི་མ་གཅིག་རང་གཅིག་གཅིག་ཐུག་ཡོང་གི་འདུག་བ། མ་གཅིག་རང་གཅིག་ཐུག་པའི་རྒྱུ་མཚན་དེ་ག་རེ་ཟེར་ན་ད་བདེན་པ་དེ་ང་ཚོ་ལ་འདུག་བ། ཕྱོགས་ག་ནས་བལྟས་ན་བདེན་པ་དེ་ང་ཚོ་ལ་འདུག་བ། ལོ་སུམ་བརྒྱ་བཞི་བརྒྱ་རིང་གངས་ལ་ཆུ་གཅིག་ཁོ་རང་དུ་འོངས་སུ་མ་རྒྱུག་བདེན་ངེས་དེ་ཐོབ་བཙན་བཀའ་བྱེད་ཡོང་དུས་གངས་ལ་ལུང་པ་རྣམས་ལ་ཆུ་ལོག་བརྒྱབ་ན་དཀའ་ངལ་འདི་གི། ནོར་འཁྲུལ་རེད་བ། ནོར་འཁྲུལ་རེད་བ། ཆུ་དེ་ཁོ་ངེས་མ་ནས་ལོ་བཞི་བརྒྱ་རྒྱུག་བདེན་ངེས་ཆུ་རེད་མ་གཏོགས་ཅིག་གིས་དེ་ཐོབ་བརྒྱ་དགུ་བརྒྱ་དེ་བ་ཅིག་ནས་རྒྱུག་ངོ་མ་རེད་བ། བྱས་ཙང་ད་དེ་བཙན་བཀག་བྱས་ནས་དེ་བཀག་ཡོང་དུས་གང་ལ་ཨ་ནེ་ལུང་པ་ག་བ་ལས་ཆུ་ལོག་རྒྱག་གི་ཡོད་ནས་ད་དེ་འགན་དེ་དེ་བཀག་མཁན་དེ་བཙན་བཀག་བྱེད་མཁན་དེ་ཆགས་འགྲོ་གི་ཡོད་རེད་བ། བྱས་ཙང་འདི་འདྲའི་ཆ་ནས་བྱས་པ་ཡིན་ན་ཡང་ཨ་ནེའི་བདེན་པ་ཡོད་པའི་ཆ་ནས་ང་ཚོ་མི་ལྔ་ལ་དཔག་པའི་འཆམ་རྒྱབ་བཞིན་པ་བྱས་ད་དུས་ལ་དཔག་པའི་དེ་ནི་ང་ཚོ་ག་འགའ་ལ་ཅིག་བསམ་བློ་བཏང་བཞིན་པ་བྱས་ཨ་ད་དེ་འདྲ་བྱེད་ཀྱི་གནང་གི་ཡོད་ཀྱི་རེད་ལ། དེ་འདྲའི་ཅིག་བྱེད་དགོས་མིན་འགྲོ་བ་ས་ད་ངའི་བསམ་པ་ལ་དོན་ཚན་གསུམ་པོ་དེ་དེ་འདུག་ད་ལྷན་རྒྱས་ཚོགས་ཀྱི་མཚམས་བཞག་པ་རེད་དེ་རྡ་རམ་ས་ལ་གི་མཚམས་བཞག་གི་མ་རེད་ག་དུས་ཡིན་ན་ཡང་དཀྲུགས་ཤིང་རྒྱག་གི་རེད་རྙོག་དྲ་བཤད་གི་རེད་དབྱེ་འབྱེད་བྱེད་གི་རེད་མཐོང་ཆུང་བྱེད་གི་རེད་དམའ་འབེབས་བྱེད་གི་རེད། འོ་ད་རྡ་རམ་ས་ལ་ཟིན་ན་ཡང་ད་དེ་ཅི་ཡིན་ཅི་ཡིན་གེ་ཤེས་ཡ་མ་རེད་ད་གཙོ་བོ་རྒྱ་བ་རོམ་ཆེན་རང་ཐུག་དེ་རྒྱ་བ་རོམ་ཆེན་གི་མཚམས་སྦྱོར་བྱེད་གི་མ་རེད། ད་ལྟ་ཡང་ཡིན་ན་ཡང། ཁ་སང་ཉེ་ཆར་རང་ཡང་དེ་འདྲས་གསུང་གི་འདུག་བ། ཨ་ཧན་ཨ་ནི། ཕལ་ཆེར་གསུང་ཡ་དེ་སྐྱབས་རྗེ་བདེ་ཆེན་སྙིང་པོ་གི་གསུང་ལམ་རིང་རྣམ་གྲོལ་ལ་སྦྱངས་གསུང་ཆོས་གནང་གི་ཡོད་ས་རེད་དེ་འགག་པ་དེ་སྐྱབས་རྗེ་བདེ་ཆེན་སྙིང་པོ་ལ་རྒྱབ་སྟེགས་དུ་དགའ་ལྡན་སྙན་བརྒྱུད་མེད་དགའ་ལྡན་སྙན་བརྒྱུད་སྤྲུལ་པའི་གླེགས་བམ་མེད་པ་དགའ་ལྡན་སྙན་བརྒྱུད་མེད་པ་ཨ་ནི། མྱུར་ལས་བྱེད་མྱུར་མེད་ལོ་བཅུ་གཉིས་དང་ལོ་གསུམ་ཕྱོགས་གསུམ་ཙམ་ལ་ཟུང་འཇུག་གི་གོ་འཕང་དེ་ལགས་སྤྲོད་པའི་ཉེ་ལམ་བྱས་ཚེ་ལོ་གསུམ་ཕྱོགས་ཙུམ་ལ་སངས་རྒྱས་ཡས་མས་པ་དང་གང་ག་འགག་པ་གང་ག་སྐྱབས་རྗེ་བདེ་ཆེན་སྙིང་པོ་ལ་ད་སྐྱོན་བསྡད་གི་འདུག་བ། བྱས་ཙང་དེ་འདྲ་ཡིན་དུ་གང་ལ་རི་བོ་དགེ་ལུགས་པ་ལ་པད་གདིང་ནས། དེ་གནང་གི་འདུག་བ། བྱས་ཙང་དེ་མཚམས་བཞག་གི་མ་རེད་བསམ་གི་འདུག་ད་ལན་རྗེས་རྫོགས་གི་ཡིན་ན་ཡང། སྟབས་མ་ཤེས་མི་ཚང་མ་མིག་བལྟས་བསྡད་ཡོད་རེད་བ། བྱས་ཙང་དེ་འདྲའི་རེད། གསུང་ངན་དེ་ལམ་རིང་གསུང་གི་ཡོད་རེད་གསུང་ངན་གི་དེ། ཡང་ནི། ལམ་རིང་གསུང་ཡོང་དུས་གང་ལ་དངོས་གནས་དྲང་གནས་ཀྱི་ང་རང་ཚོ་གི། བའི་སྐར་མ་ལ་ཞིག་ལབ་གི་དེ་ནི་བའི་ཕྱག་བཞེས་ནང་བཞེས་བྱས་ནས་ཡང་ནི། འོ། བའི་དེ་ཆོས་བཤད་འོང་དུས་གང་ལ་ཡང་ནི། ཆོས་ཁུངས་བཙན་པོ།

ངེད་ནི་ཚད་ལས་བརྒལ་བ་རང་རེད་ཁྱེད་ཆོས་དབྱིངས་ཉིད་དེ། དེ་རེད་བ། ད་སྐྱེ་འགྲོ་ཆོས་ཉིད་ནང་ནས་དངོས་གནས་དྲང་གནས་ཀྱི་ད་ཕལ་ཆེ་བ་ཀྱི་ད་བླ་མ། རྒན་པ། མཁས་བ། ང་ཚོ་དེ་ག་མཉམ་པ་ནང་ལ་ཡོད་བ། དགུ་བཅུ་གོ་དགུ་འབུམ་སྡེའི་གཞུང་རྣམས་ཀྱི་གང་གི་གློད་གྲོལ་སྐུར་བ་རབ་རྒྱས་ཀྱི་ཅི་བྱེད་ཅི་ཟེར་བྱེད། འོ་འཛམ་གླིང་འདི་ན་དགུ་བཅུ་གཉིས་པ་གྲགས། ཁྱེད་ཆོས་དབྱིངས་ཉིད་ཞབས་ལ་གསོལ་བ་དེ་དགུ་བཅུ་གོ་དགུ་གཞུང་ལུགས་འབུམ་ཕྲག་དགུ་བཅུ་གོ་དགུ་བློ་ལ་སྐྱོ་བས་ཡོང་ངེས་ཀྱི་དེ་འདྲའི་ཀྱི་མཁས་པ་ཆེན་པོ་རེད་ཕྱོགས་གླང་ཆོས་གྲགས་ཡོངས་སུ་རྫོགས་པ་གི་བླ་མ་རེད་བ། སློབ་དཔོན་བློ་གྲོས་སྟོན་པ་ཤཱཀྱ་འོད། རྟ་བདུད་གངྒཱ་གི་བླ་མ་རེད་བ། དགུང་ལོའི་ཆེན་པོ་ཞོལ་གྱི་ཞུ་བའི་སྐད་ཆ་རེད་ལ་དེ། ཨེ་ཆགས་པའི་དུས་སུ་སྐྱོ་དུས་ག་ལ་ཇི་ལྟར་སྣུམ་ནག་ལོ་ལ་དེ་ནི་བེ་སྙི་འདི་ནང་ལ་འཛུལ་ནས་ཨེ་ཉིན་མཚན་དུས་སུ་དེ་འདྲའི་སྐྱོ་གི་ཡོད་བ། སློབ་དཔོན་བློ་གྲོས་བསྟན་པ་དེ་དུས་གང་ལ་འོང་གུ་ལ་སྐྱེ་བ་གླེང་ནས་དེ་བ་ཅི་ལ་དེ་གསན་བསྡད་བའི་མཚན་གི་དེ་ཚོ་གངྒཱ་ལོ་ལ།

ད་མདོ་ཡི་མངོན་སུམ་ལ་སྨྱོས་པ་རེད་ཟེར་ནས་ཟེར་གི་ཡོད་ན་དེ་ཧ་ལས་པ་ཅིག་རེད་བ་དེ་ཁོང་ཨེ་ནི་ད་དུས་འཁོར་གྱི་བསྟན་པ་སྤེལ་ནས་ད་ཞི་བ་ཅིག་གནང་གི་ཡོད་ཟེར་བས་ར་ནི། དེ་དུས་འཁོར་ནས་བཤད་པའི་རི་གླིང་ཆགས་ལུས་དེ་ཚོ་གངས་དཀར་ལོ་ལ་སྐྱོན་བརྗོད་བྱེད་དགོས་ཆིག་རེད་བ་ད། རེད་བ། ཨེ་ནི་བྱམས་པ་ལགས་དང་དེ་ནི། གཡུ་ལོ་རྐོས་དང་ཨོ་རྒྱན་གླིང་དང་དེ་ནི། པོ་ཏཱ་ལགས་ལ་སོགས་པའི་དེ་ནི། དེ་གང་ག་འཛམ་བུ་གླིང་འདིའི་ནང་ལ་ཡོད་ཟེར་གི་ཡོད་རེད་བ་ད་དེ་ད་ལྟ་མཐོང་ཡས་ཡོད་མ་རེད་ད་དེ་ཚོ་ཡོད་མ་རེད་ཟེར་དགོས་ཆིག་རེད་བ། དེ་ནས་དཔལ་ཆེན་ཟངས་མདོག་དཔལ་རི་ནས་གསུངས་པ་ཅིག་གིས་དེ་ནས་དགའ་ལྡན་ཡིད་དགའ་ཆོས་འཛིན་གསུངས་པས་ད་ཕལ་ཆེར། མ། གང་ག་མེད་ཟེར་བ་ཅིག་རོ་འདི་གང་ག་ལོ་ག་རེ་རེད་ཟེར་ན་རྩ་བ་དེ། ཕལ་ཆེར། ག་འདྲ་ཡིན་ན་ད་དངོས་གནས་ང་འདི་ཤེས་ཀྱི་མི་འདུག་ད་ད་དེ་ཚོ་ཐག་གཅོད་ཐུབ་ཨེས་མེད་རེད་རྒྱ་བ་རུམ་ཆེ་གི་ལྟ་བ་དེ་དབུ་མ་ཐལ་འགྱུར་བའི་ལྟ་བ་ཡིན་གསུངས་གོ་ཡི་ཅི་རུ་བ། དངོས་གནས་གྲུབ་མཐའ་དངོས་གཞི་གསུངས་ཡས་དེ་རྒྱང་པན་པ་སུ་རུ་ཅིག་གསུངས་འདུག་བ། ཚན་རིག་པ་ཟུར། རྒྱང་པན་པ་ཟུར་ཅེས་གསུང་གི་འདུག་བ། རེ་བ། རེ་བ། པ་འདི་ཆོས་གྲགས་ཀྱི་འདི་ཀ་ཡ་དེ་རྒྱང་པན་པ་ཀ་ཡ་དེ་དེའོ་རེ་བ། དུས་ཕྲ་མོ་དུ་སོང་མ་མཐོང་པ་ཡིན་ཙང་དེ་ནི་དེ་མེད་པ་མ་རེད། ཨོ། དུ་བ་ཕྲ་མོ་ལ་དུས་ཕྲན་ཕྲ་མོ་མ་མཐོང་མ་མཐོང་ཕྱིར་ན་མེད་པ་མིན་ཅེས་ནི་གསུང་དགོས་ཏེ། དེ་རྒྱང་པན་པ་ཀ་ཡའི་ཚིག་དེ་རེད་བ་དང། ཞེས་སྟབས་དེ་ག་རེ་ཟེར་ན་རང་གི་མཐོང་གོ་མི་འདུག་ཟེར་གི་བ་རེད་བ་དང་རི་རབ་མཐོང་གོ་མི་འདུག་ཅི་དགའ་ཅན་ཅི་མཐོང་གོ་མི་འདུག་ཟེར་གི་བ་རེད་བ། དེ་ང་ཚོ་གི་དེ་ད་ཆ་ཐུན་མོང་བ་མེད་ཟེར་དེ་ནི་ཆུ་ཕོར་བ་གང་ལ་ལྷ་མིའི་ཡི་དྭགས་སྲུང་ཟེར་སྐད་ཆ་དེ་ཚོ་བཤད་ཚར་མི་འདུག་བ་ད་དེ་ནི་དེ་ད་དེ་འདྲའི་གི་བཟོ་ཡོད་བཟོ་ཡོད་འདུག་གང་ལ་དངོས་གནས་དྲང་གནས་གི་ག་ས་ག་ལ་ཟུར་ཟ་ཅིག་ཁྱེད་ཚོས་ཅིག་གནང་ཡོང་དུས་གང་ལ་ད་ཡ་མཚན་པོ་འདུག་ད། ལགས་སོ། ཡ་ད་ནི་ཡ་མཚན་པོ་འདུག། ཨ་ནེ་ཐུགས་རྗེ་ཆེ་གི་ད་ད་གེ་གི་ཚོ་ཡ་དེ་རེད་ད།